ལྷ་མོ་དེའི་ལེའུ་སྟེ་ནང་ལ་དང་པོ་ལ་ལེའུ་སྟེ་གཞུང་བཤད་པ་དང། བརྒྱད། གྲ་རྒྱས་པོ་ཅན་བཤད་པ་བཞིན་ནོ། འདི་ལ་གསུམ་པ་ལ། འདི་ལ་དང་པོར་དེ་སྦྱོར་བ་དངོས་གཞིའི་མཇུག་གི་བྱ་བ་དང།

ཡང་དེ་དེའི་ཞོར་ལ་དེ་ལ་ཨེ་ནས་འདི་གསུངས་འདུག་སྐྱེ་བོ་གང་དག་སུ་ཡིན་ན་གི་སུ་སུ་ལ་ནི་དུས་ལ་ཆ་ལས་བྱ་བ་ཡིན་ན་རེ་ཡང་གཞན་གྱི་རང་གི་ལུས་ལ་གནོད་པ་བྱེད་པ་ཡིན་ན་རེ་ཡང་དེ་འདྲ་བ་ཡང་ཇབ་ལོག་ལ་ཁ་བཏང་ནས་དེ་འདྲ་བྱེད་པ་ཡིན་ག་རེ་བྱེད་པ་ཡིན་ན་དེ་ཚོ་ཐམས་ཅད་བྱང་ཆུབ་སེམས་བྱང་ཆུབ་སངས་རྒྱས་གོ་འཕང་ཐོབ་པའི་གུས་སྐབས་བཟང་པོ་གཅིག་གི་རྒྱུད་ལ་འགྲོ་བར་ཤོག་ལ་ནི་དེ་འབྲེལ་གྱི་སྨོན་ལམ་དེ་འབྲེལ་ཅིག་ཅར་ཡང་བྱས། ད་ད་ད་ད་ལོངས་སྤྱོད་པའི་རྒྱུ་རུ་སྨོན་པ་ལ་གསུམ་ད་ད་ད་ཕུད་ལོངས་སྤྱོད་པའི་རྒྱུར་ད་ད་ད་སེམས་ཅན་ག་རེ་བེད་སྤྱོད་བྱས་རྗེས་རག་ལ་ཁོ་ཚོ་ལ་ག་རེའི་འདོད་པ་ཡོད་ནའང་འདི་གི་རྒྱུ་དེ་ཡིན་བྱ་བར་ཤོག་ལ་ཡང་གྱི་སྨོན་ལམ་དེ་རེ་བྱ། ཨ་ནི་འདི་བདག་གི

སྣམ་བུ་དང་གྲུ་གཟིངས་དང་ཟམ་པ་ཁྱོད་ཚོར་ག་རེ་འདོད་པ་དེ་འདི་ན་བཞིན་ཅིག་ཆགས་པར་ཤོག་ཟེར་ནས་དེ་འདྲའི་སྨོན་ལམ་བྱས། ད་འདི་ཆུ་ནང་ར་ལ་ད་འདི་ན་བཞིན་ཅིག་ཡང་ས་སྐམ་པོའི་ནང་ལ་གླིང་ཆེན་དེ་འདྲའི་ར་ལ་གླིང་ཆེན་དེ་འདྲའི་ནང་དེ་ཚོར་གྱི་སེམས་ཅན་གྱི་དོན་གླིང་ཆེན་དོན་གཉེར་བྱེད་མཁན་དེ་ཚོ་ལ་ཡང་སོ་སོའི་གླིང་བྱ་བ་དང། མར་མེ་འདོན་མཁན་ཡིན་ངེས་ལ་མར་མེ་བྱ་བ་དང།

ཨ་ལི་ལོངས་སྤྱོད་ཡབ་ཀྱི་མེ་ལོང་འདི་བྱས། ཨ་ནི་སྟབས་འདི་ན་ཤི་ཡང་མ། ཡེ་ཤེས་ནོར་བུ་ན་ན་ཏཱ། འདི་བགྱིས། སྨོན་ལམ་ག་རེ་བྱ་ན་དགེ་སྦྱིན་ངེས་ཀྱི། དེ་འདྲའི་སྣང་ངེས་ཀྱི། སྒྲུབ་ངེས་ཀྱི། ཡེ་ཤེས་ནོར་བུ་དང། བུམ་པ་བཟང་པོ་དང། རིག་སྔགས་ལ་བརྟེན་ནས་རང་ག་རེ་བསྒྲུབ། སྨོན་ལམ་བྱ་ན་སྒྲུབ་ཀྱི་ཡོད་པ་དང། སྨན་ཆེན་ཟེར་དང་སྨན་ཆེན་པོ་དེ་འདྲ་དང། མ་ནི་རིལ་བུ་འདྲ་བོ་སོགས་ནད་དེ་ཚོ་ལ། ནད་ཐམས་ཅད་བསལ་བའི་བྱིན་ཉེ་ཅིག་དེ་འདྲས་ཀྱི་སྨན་དེ་འདྲས་གསར་བ། དེ་དང་ནི་དཔག་བསམ་གྱི་ཤིང་དེ་འདྲས་ནས་ཤིང་དེ་ཚོ་གི་དེ་ཚོ་ལ་བརྟེན་ནས་ནི། སྨོན་ལམ་བརྒྱབ་པ་ཡིན་ནའང་སོ་སོ་ལ་ཐོབ་དགོས་ཟེར་བ་དེ་ན་ཞིང། ལུས་ཅན་ཟེར་དེ་དག་སེམས་ཅན་རྣམས་དང་སེམས་ཅན་དེ་ཚོ་ཚང་མ་གི་འདོད་པ་ག་རེ་ཡོད་ང་དེ་ནི་འབྱོར་བ་འཇུག་གི་འོ་མ་ཤོར་བ་ན་བཞིན་གྱིས་ང་རང་གི་ཁོང་ཚོ་ལ་ཡོང་བ་ཤོར་ཟེར་ནས་དེ་དག་གི་སྨོན་ལམ་བྱེད། ད་དེ་ལོངས་སྤྱོད་ཀྱི་ཆེད་དུ་ཡིན་གྱི་སྨོན་ལམ་ད་བེད་སྤྱོད་བྱས་ཡོད་ཅེས་སྨོན་ལམ་རོགས།

གཞི་ལ་བརྟེན་ནས་སེམས་ཅན་མང་པོ་ཞིག་ལ་ནི་བྱེད་ལས་བྱ་བ་བྱེད་ཡ་ལ། སེམས་ཅན་རྣམས་ཀྱི་བྱ་བ་བྱེད་པ་དང་འབྱུང་བ་བཞི་ལ་བརྟེན་ནས་ཨོ་འདི་ཚོས་ཀྱིས་ཤིང་སེམས་ཅན་དཔག་ཏུ་མེད་པ་སེམས་ཅན་གཅིག་མེད་པ་སྨིན་པ་སེམས་ཅན་མང་པོའི་གྱི་འཇིག་ར་འདི་ཡང་རྣམ་པ་སྣ་ཚོགས་ཀྱི་སྒོ་ནས་ཁོ་ཚོ་གྱི་ཉེ་བའི་འཚོ་བ་གི་ལ་ནི་གཞིར་བརྟེན་ཁོ་ཚོ་གྱི་ཕའོ་འདི་ཤིན་ལ་དེ་ཚོ་ལ་ག་རེ་འདོད་པ་ཡོད་པ་ན་བཞིན་ཨ་ནི་ཡོང་བ་ཤོག་ཟེར་ནས་སྨོན་ལམ་རྒྱ་ཆེན་པོ་བྱས། ད་གང་བྱེད། ནམ་མཁའ་ན་བཞིན་དུས་རྟག་ཏུ་བྱེད་ལ་བྱེད་ནི་འབྱུང་བ་ལ་དེ་ལ་བྱེད་ལས་དེ་བྱེད་ལ། དེ་ན་བཞིན་ད་སེམས་ཅན་ལ་ཕན་པ་འབའ་ཞིག་ཅི་འགྲུབ། ཡོང་བ་ཤོག་ཟེར་སྨོན་ལམ་ཆེན་པོ་དེ་འདྲ་བྱས། གསུམ་པ་དེ་ཡུལ་དང་དུས་བྱེད་པ་མེད་པ། དུས་དེ་རྒྱུན་ཆད་པ་མེད་མ། དུས་རྒྱུན་དུ་རྟག་ཏུ་ལ་དུས་ཆད་པ་མེད་ཆད་མེད་པ། དུས་རྟག་ཏུ་སྒྲུབ་ཅིང་སོགས་རེད་ལ། འོན་ཏེ་ན་ནི་དེ་བཞིན་དུ། འདི་ལ་ནམ་མཁའ་ལ་མཐའ་མེད་པ་ནི་ཞེས་འདི་ལ་ནམ་མཁའི་དབང་ལ་སེམས་ཅན། སེམས་ཅན་མང་པོ་སེམས་ཅན་ཚང་མ་ད་ནམ་མཁའི་བ་ལས་ར། བདག་དང་འདྲ་བ་ནམ་མཁའི་མཐའ་དང་མཉམ་པས་དང་ཅི་ཡང་ང་ཚོའི་རྨི་ལམ་བྱེ་བ་ཧོན་ཏི་ན་བཞིན་ནམ་མཁའི་བ་ལ་སེམས་ཅན་དཔག་ཏུ་མེད་པ་ཡོད་པ་དེ་ཚོ་ཚང་མ་རྣམ་པ་སྣ་ཚོགས་ཀྱི་ཀུན་ནས་རྨིས་ཁོང་ཚོ་སེམས་ཅན་ཚང་སེམས་ཅན་ཐམས་ཅད་རྨིས་མྱ་ངན་ལས་མ་འདས་བར་དུ་བ་ལ་བདག་སོ་སོ་གིས་རྨིས་ཁོང་ཚོ་ལ་ཕན་ཐོགས།

དེ་ཕྱིན་ན། ཐུགས་བསྐྱེད་བདག། དེ་སྒྲོལ་མ་དཔེ་ཡག་པོ་ཤེས་སོ། ད་ཁྱོད་ཚོ་དེ། སྐྱོན་བརྗོད་ཀྱི་འགྲེལ་བ་དེ་ཚོ་གློ་བ་ཡིན་ན་མ་གོ་བའི་དཀའ་ངལ་ཞིག་རག་ཡོང་ས་མ་རེད་ད་ཁྱོད་ཚོ་ཏག་ཏག་གོ་ས་རེད་མ་འོངས་པ་ལ་སོ་སོ་སོ་ལྟ་ཐུབ་ན་ནི་དཀའ་ངལ་ཡོང་ས་མ་རེད་ད། ད་དུང་རྒྱ་རོགས་རིན་པོ་ཆེ་གི་སྐྱོན་བརྗོད་སྐོར་ལ་ཁྲིད་བྱ་ཆོག་པས་མང་པོ་ཡོད་རོགས། ག་སེ་གོ་གོ་ཡོར་ཨེ་འདྲེ་འདྲ་བོ་ལྟ་བ་ཡིན་ན་གོ་དེ་འོ་ལྟ་དེ་འོ་པེ་ཡོར་རོ་ད་མ་འོངས་པ་ལ་ངེད་ཚོ་སློབ་ཁྲིད་དུ་མ་སྐྱེལ་འགྲོ་ཐོབ་པ་ཡིན་ན་ནི་ཅུང་ཅུང་དེ་ཚོ་ལྟ་ཡག་ལ། མི་ལ་ལ་བ་གཞན་དག་ལ་ལ་བ་ཡིན་ན་ལབ་ཐོབ་པ་སོ་སོ་གི་ལྟ་ན་ལྟ་ཐོབ་པ་ཨེ་འདྲེ་ཁྱག་ས་རེད། ལ་སོགས་ད་ངེད་ཚོ་འདི་རེད་ཞེས་ར་བ་ད་ད་ཁ་སོ་དེ་བ་ལ་ད་དེ་ལ།

ཀོ་བཅུ་གོ་སོང་རེད་འདུག་ཨང། ཐེ་ཅི། ད་དེའི་ནང་ལོང་ལ་དེ་རིང། འདིའི་གི་ནང་ལོང་ལ་ད་བཅུ་མཇུག་གི་ལེ་བོ་གཉིས་པ་ནང་ལ་གཙོ་ཞུགས་ཐད། བྱང་ཆུབ་སེམས་ཀྱི་ཕན་ཡོང་ཞེས་པ་ཟེར་བ་དེ་ཅི་དེ་ལ་སྦྱོར་བ་དང་དངོས་བཤེར་དང་མགྱོགས་རྩོམ་བྱེད། ད་སྦྱོར་བ་དེ་ལ་ག་རེ་འདུག་ཟེར་བ་ཡིན་ན་ད་ང་ཀྱི། འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨ་ནི་ཀྱི། ག་རེ་འདུག་པ་དེ་ཨ་ནི་འགྲོ་བ་སེམས་ཅན་ལ་གར་འདོད་པ་ཡོད་པ་དེ་ངེད་ཀྱིས་དེ་བྱེད་ཐོབ་པར་ཤོག་ཟེར་ཡ་ཇི་ལྟར་ད་ལྟ། བསྟན་འཛིན་སྒྲོལ་མས་ཀྱི་ལབ་པ་ནོར་ཞིག་བསམ་བློ་དང་གཏོང་བྱེད་རོ། ད། དངོས་གནས་དེ་ག་རེད་ཟེར་བའི་ཚོགས་ལ་འགྱོད་བ་ཟེར་བ་དེ་ལྟར་དེ་འདྲས་ཀྱི་སོ་སྲུང་གི་སྨོན་ལམ་རྒྱབ་ཅིག་ད་ང། འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དག་གྲོབ་ཐོབ་པར་ཤོག་ཨ་ནི་ང་ག་རེ་ཁོ་རང་ཚོ་གར་འདོད་པ་ཡོད་པ་དེ་དེ་ཆགས་པར་ཤོག། ཁ་ལག་འདོགས་པ་ལ་ཁ་ལག་རབ་འཐོར་བ་ཞོག་ཨ་ན་ཀྱེ་དོ་ལོག་འདོགས་པ་ལ་དོ་ལོག་གར་གོ་ཡོད་ན་ད་ང་སོང་ཀྱེ་གྱེས་པའི་གྱི་ཁྱི་ཏོ་དེ་འདྲ་གྱི་ལགས་ཀྱེ། ད་དངོས་གནས་ཀྱི་དངུལ་ཆེ་འདྲ་བོ་དེ་ད་ག་རེད་ཟེར་བ་ཡིན་ན་དོ་ད་དོག་དོག་དེ་ག་རེད་ཟེར་བ་ཡིན་ན། ད་གྱོང་ཁྱོབ་སེམས་ཀྱི་སྡོམ་པ་ལེན་པ་ཟེར་བ་དེ་རེད་དོ་གྱོང་སེམས་ཀྱི་སྡོམ་པ་ལེན་པ་ཟེར་བ་དེ་ངས་བཙོག་ཨོང་དེ་སོ་ཞུ་བའི་སྐབས་ལ་གྱོང་སེམས་ཀྱི་སྡོམ་པ་ལེན་ཟེར་ཀྱེ། རྒྱ་རོ་པ་ཀྱེ་རྟག་པར

བླ་མ་རྒྱལ་བ་རྩེ་གཅིག་ན་བདག་ལ་དགོངས་པར་མཛད་དུ་གསོལ་དེའི་སྔོན་ཐོ་བ་ལ་ཚེ་གཉིས་རོང་སྐྱོབ་ཡོད་རེད་བླ་མ་རྒྱལ་བ་རྩེ་གཅིག་ན་བདག་ལ་དགོངས་པར་མཛད་དུ་གསོལ་ཞེས་འདི་ར་རེད་རོ། ད་བྱང་ཆུབ་སེམས་ཀྱི་སྡོམ་པ་ལེན་ཟེར་སྡོམ་པ་ལེན་ཟེར་དུས་སྡོམ་པ་ལེན་ཟེར་ན་མ་ཟེར་ན་ངས་ཚོ་ཁེངས་ལེན་ཡག་གྱི་རོ་ད་ངས་སྡོམ་པ་ལེན་ཟེར་ན་མ་ཟེར་ན། སོ་སོ་གིས་ང་འདི་འདྲི་འདི་འདྲི་བྱེད་ཀྱི་ཡིན་ཟེར་ཡག་ཁེངས་ལེན་བྱེད་ཡག་ཅིག་ལ་སྡོམ་པ་ལེན་ཟེར་ལབ་རོགས་ནམ་རྒྱུན་སྡོམ་པ་གར་དུ་གར་ཡིན་པ་ཡིན་ན་ཁེངས་ལེན་བྱེད་ལ་ལབ་རོགས། དེ་རེད་རོགས། Commitment། ལ་མ་ར་ཡིན་གྱི་གི་ནོར་ལོག་ལ། འོ་དེ་འདྲས་ཀྱི་རེད། ད་དེ་ལ་ཚིག་འགྲེལ་བྱ་འོང་དུས་དངོས་གཞི་དེ་ལ་དེ་རིང་ཇོ་ཇོ་ཚན་གྱི་དོ་མ་ལེན་གོ་རེད་ད་དོ་མ་ལེན་དུས་ག་རུ། ཞེས་ལྟར་སྔོན་ཁྱེད་དེར་ཤེས་ཀྱིས། ད་ངས་ཀྱི། ཨ་ནེ། ཕ་རོ་དུ་གྱི་པ་གྲོགས་ལ་སློབ་སྐྱོར་བྱེད་ཀྱི་ཡིས། ག་འདྲས་ཀྱི་སློབ་སྐྱོར་བྱེད་ཀྱི་ཡིས་ཟེར་ན། ཞེས་ལྟར་ཟེར་ལ་དུས་ཁོ་ཚོ་ནོར་ཤི་ཟེར་ཡ་གྱི་ར་ཡིན་གྱི་གི་ནོར་ལ་ཨེས་ཟེར་ཡ་གྱོ་དེ་ནོར་ཤི། སུ་ནོར་ཤི་བྱེད་ཡིས་ཟེར་ན། དངོས་ཀྱི་བདེ་བར་ཡིད་པ། དངོས་ཀྱི་བདེ་བར་ཡིད་པ་ཟེར་དུས་དངོས་མིན་གྱི་སངས་རྒྱས་དེ་སོགས་རོ། དངོས་མིན་གྱི་སངས་རྒྱས་དེ་སོགས་གང་རུང་དུ། བྱོལ་བྱོལ་ཟིན་པའི་གེ་སྐྱུགས་པ། ཕ་རོལ་ཏུ་སྐྱིད་པ་གྲོགས་ལ་བླ་གནས་ཨ་ནི་སངས་རྒྱས་ཡོད་རོ། འོ་དེ་ནང་བཞི་ཟེར་བ་ཞེས་དང་དངོས་ཀྱི་བདེར་ཁྱེད་ཀྱིས། བྱང་ཆུབ་ཐོབ་ནི་སྐྱེས་པ་དང་བྱང་ཆུབ་ཐོབ་སྐྱེས་ཟེར་དུས། ཐོབ་སྐྱེས་ཡ་དེ་ག་རེད་ཟེར་ན། ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ། ང་རང་སངས་རྒྱས་ཀྱི་ཡིད་བསམ་པའི་བསམ་བློ་དེ། ཇོ་ཇོ་ཇོ། ཇོ་ཇོ་ཇོ་དང་སེམས་བསྐྱེད་པ་གཅིག་རོ། ཇོ་ཇོ་ཇོ་དང་སེམས་བསྐྱེད་པ་གཅིག། ད་དེ་འདྲའི་སེམས་བསྐྱེད་པ་དེ། ཨ་ནི་ཀྱེ། ད་ཁོ། ཞི་སྲིད། སོང་མ་བྱེད་ཀྱི་བར་དུ་ངའི་སེམས་དེ། སྟོང་མི་གི་བ་པྲ་བ་རྩ་བ་ཉིད་ཉིད་དུ་གྱེས་མི་ཟེར་ལམ་ཡོང་དུས་རྨོངས་པ་སེམས་བསྐྱེད་པ་གཅིག་རོ། ད་དེ་འདྲའི་གཅིག་འགྲོ་ཚར་རོ། ཇོ་ཇོ་སེམས་ནས་བསྐྱེད་པ་དང་དེ་ཉིད་དུ་འགྲོ་ཚར། ད་དེའི་འོག་ཏུ་ནི་ག་རེ་ཟེར་ན། བྱང་ཆུབ་སེམས་དཔའི་བསླབ་པ་ལ། བྱང་ཆུབ་སེམས་དཔའི་བསླབ་པ་ཟེར་ལམ་དབང་དུ་བྱང་ཆུབ་སེམས་དཔའི་གི་བསླབ་ཡ་བྱང་ཆུབ་སེམས་དཔའི་གི་སྦྱོང་ཡ་གར་ཡིན་པ་དེ་ངས་སྦྱང་གི་ཡིན། Practice བྱེད་ཡ་གར་བྱེད་པ་དེ་བྱེད་གི་ཡིན། ད་བྱང་ཆུབ་སེམས་དཔའི་གར་བྱེད་གི་ཡོད་རེད་ཟེར་བ་ཡིན་ན། སྦྱིན་པ་གཏོང་གི་ཡོད་རེད། ས་མཐོན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་ཚོ་གི། ད་ཀྱེ། ཁ་ལག་དང་ཐུགས་ལོག་དང་དེ་ཚོ་ཡིད་དེ་ཡིན། ཨ་ན་ད་ན་ལུས་ཡན་ཆད་དེ་ལ

སོ་སོའི་སྐྱེ་བོའི་གནས་སྐབས་ཟད་ཀ་མ་རེད Ordinary Beings ལ་གོ། ཨ་ནི། ཚོང་ལམ་དང་རྒྱུན་ལམ་གྱི་གནས་སྐབས་སུ། གྱོང་རྒྱག་སེམས་པ་དེ་ཚོ་ལུས་ཀྱིས་མ་གཏོང་ཡོད་མ་རེད་མ་རོགས་ཁོ་རང་ཚོ་གས་དོ་ལོག་དང་ཁ་ལག་དང་ད་མི་ལ་རོགས་པ་བྱེད་ཡག་དང་ད་གྱིན་པ་གཅིག་པུ་དཔེར་འཚོང་བཞག་ན་རེད་ད་གྱིན་པ་གཅིག་པུ་དཔེར་འཚོང་བཞག་ན་ཨ་ནི་དེ་འདྲས་གཏོང་ཡོད་རེད། ད་ཡག་ས་མཐོན་པོ་ལ་སླེབས་ནས་ཕག་པ་ཆགས་ནས་མཐོང་ལམ་དང་གོམ་ལམ་དང་དེ་འདྲས་སླེབས་འོང་དུས་ལུས་ཀྱིས་མ་གཏོང་ཡོད་རེད། དེ་དག་རེམ་ཞིག་གནས་པ་དག་སེ་ལ་ཡོང་དུས་ད་ལེའི་དང་པོ་བ་དེ་སོ་སོ་ལ་དཔག་པའི་གེ་རོགས་པ་བྱེད་ཡ་རེ་མ་གཏོགས་པ་ལ་སོ་སོ་འཇོག་ཚུགས་དཔག་ཚུགས་གེ་རོགས་པ་བྱེད་ཡ་རེ་མ་གཏོགས་པ་ལ་ཨ་ནི་ལུས་ཀྱིས་མ་གཏོགས་ཡ་ས་ལབ་སོ་དེ་ཚོ་ཡོང་གི་མ་རེད་སེ་ལ་འོད་དེ་དག་རེམ་ཞིག་གནས་པ་དར་སེ་ལ་ཡོང་དུས་ཨ་ནི། དཔེར་ན་སོ་སོ་ལ་དཔེ་འཇོག་གེ་མེད་བ་ཡིན་ན་ཨ་ནི་ཞི་འོད་ཀྱི་ཆེད་གཏོང་ཡིན་ལབ་ན་སོ་གཉིས་སོ་སོར་དེའི་གོ་རོ་བོ་དེའི་སོ་ནི་ཨ་ནི་ཨོ་ཙི་ཡ་ཡག་པོ་ཆགས་སོང་ན་དེ་ལ་དཔག་པའི་གེ་རོགས་པ་བྱེད་གོ་རོ་བོ་དེ་ནོ་ཞིག་དེ་དག་རེམ་ཞིག་གནས་པ་དར་ཁོ་རང་ཚོ་རིམ་པས་ཞིག་ནས་གྱོང་དུ་ཨ་སེ་དེ་བཞིན་འབྲོག་ལ་ཕན་ཐོགས་དོན་དེ་བཞིན་དུ་ངས་བྱེད་ཀྱི་ཡིན་ལབ་སོ་ལབ་ཡོད་རོགས་ཁོང་ཚོ་ནང་བཞིན་ངས་བྱེད་ཀྱི། ག་རེ་ག་རེ་ཆེད་དུ་བྱེད་ཀྱི་ཟེར་ན purpose ག་རེ་ཡིན་ཟེར་བ་ཡིན་ན། འགྲོ་བ་སེམས་ཅན་ལ་ཕན་པའི་གི་དོན་དུ་ཡིན། འགྲོ་བ་སེམས་ཅན་ལ་ཕན་ཐོགས་ཡག་གི་ཆེད་དུ་ཡིན། ངས་སྦྱིན་པ་གཏོང་ཡག་བཟོ་པ་སྒོམ་ཡག་ཚུལ་ཁྲིམས་བཟུང་ཡག་དེ་ཚོ

དེ་ཕྱིའི་དོན་ནི་བསླབ་པ་ལའང་རིམ་པ་བཞིན་དུ་བསླབ་པར་བྱའི་ཟེར་བ་ཁོང་ཚོ་གི་བསླབ་པ་བཞིན་དུ་རོལ་བ་ཁོང་ཚོ་གི་བྱང་ཆུབ་སེམས་བསྐྱེད་དེ་ནི་རིམ་པ་བཞིན་དུ་ལམ་ལ་བསླབ་ནས་སོང་འདུག་བ་སེ་ངས་དེ་ནོར་ཞིག་རིམ་པ་བཞིན་དུ་བསླབ་པར་བྱས་ངས་བསླབ་གི་ཡིན་ཟེར་ཡག་སྟེ་ཁས་ལེན་ཡག་སྟེ། ད་བྱང་སེམས་ཀྱི་སྡོམ་པ་ལེན་པའི་གི་ཆོ་ག་ཟེར་བ་དེ་རེད་རེད་བ་འདིའི་ཚིག་དེ་སྐྱོ་བ་ཡིན་ན་བྱང་སེམས་ཀྱི་སྡོམ་པ་གླེང་ཡོད་རེད་ག་རེ་གླེང་ཡོད་རེད་ཟེར་བ་ནི་འགྲིག་གི་རེད་དོ། འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོང་དུ་ང་རང་སོང་བྱེད་གི་ཡིན་བསམ་པའི་བསམ་བློ་ཅིག་ཡོད་བ་གཅིག། དེ་འབྲེལ་གྱི་སེམས་དེ་སོང་མ་སྐྱེས་བར་དུ་ངས་ད་དེ་རིང་གྱིས་སོང་གཉིད་མི་ཆེས་ཟ་མ་ཨེ་འདྲེས་མ་ཡིན་པ་གྱིས། ཨ་ནི་ད་ག་ཟེ་ཁས་ལེན་པ་ཙམ་མ་ཡིན་པར་ལག་བསྟར་དངོས་སུ Practice བྱེད་ཀྱི་ཡིན་བསམ་པའི་གི་བསམ་བློ་གྱིས་ཡོད་བ་ཡིན་ན་ཨ་ནི་གྱོང་གཤེབས་སེམས་ཀྱི་སྡོམ་པ་ལེན་ཟེར་ལབ་ཡོད་རེད་རོ། གྱོང་གཤེབས་ཀྱི་སྡོམ་པ་ལེན་པ་ཟེར་བ་དེ་དེ་འདྲས་ཀྱི་རེད་ད་དེ།

ཇི་ལྟར་སྨྱོན་གྱིས་འདི་ནི་མ་ར་ཀི་ཏི་ལགས་ན།
ཇི་ལྟར་སྨྱོན་གྱིས་བདེ་བར་གཤེགས་པ་རྣམས་ཀྱི་ཐུགས་བསྐྱེད་པའི་ཚེ། རྒྱལ་བ་སྲས་དང་བཅས་པ་རྣམས་ཀྱི་མདུན་དུ་སྨོན་པའི་བྱང་ཆུབ་ཀྱི་མཆོག་ཏུ་ཐུགས་ནི་བསྐྱེད་པར་མཛད་པ་དང། བྱང་ཆུབ་སེམས་དཔའི་སྡོམ་པ་གཟུང་བའི་ཆེད་དུ་འཇུག་པའི་བྱང་ཆུབ་ཀྱི་སེམས་བསྐྱེད་ནས་བྱང་ཆུབ་སེམས་དཔའ་བསླབ་པ་ལ་བྱང་ཆུབ་སེམས་དཔའི་བསླབ་པ་ལ་སེམས་དཔའ་དེ་དག་ཇི་ལྟར་སློབ་པའི་རིམ་པ་བཞིན་སློབ་ཅིང་གནས་པ་ལྟར་དེ་བཞིན་བདག་གིས་ཀྱང་འགྲོ་བ་ཀུན་ལ་གནས་སྐབས་དང་མཐར་ཐུག་གི་ཕན་པའི་དོན་དུ་སློབ་དཔོན་འཇུག་པའི་སྡོམ་པ་རྣམ་པར་དག་པ

ཚེག་རྙིང་པ་སོགས་འདྲ་མ་གོ་ཆོད་འདུག་ན་ཚེག་རེ་རེའི་རེ་རེ་གཙང་མ་ག་ཚད་སུ་སོགས་མཐོ་བ་ཡིན་ན་ཨན་ཅོ་རོ་ཚོ་རྗེས་མ་དེབ་ཁ་ཀློག་ན་གོ་གི་རེད་ཁོ་ཚེག་ལ་དཀའ་ངལ་མེད་པ་ཡིན་ན་དེ་ནས་དཀའ་ངལ་གྱི་ཡོད་མ་རེད། ཞེས་ད་ར་ས་ད་ངོ་དེ་ནང་བཞིན་ཟེར་ཡ་རོ་སྔོ་ཀྱི་དེ་བར་དབྱིག་པ་རྣམས་ཀྱིས་སོ་སངས་རྒྱས་ལ་བ་རོ་ཐོག་སྐྱེས་པའི་ཚེ་ས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ས་ལ་བ་རོ་ཐོག་སྐྱེས་ས་ལ་བ་དུས་འགྲོ་བ་སེམས་ཅན་ཐམས་ཅད་དོང་དུ་སངས་རྒྱས་ཀྱི།

བདག་གིས་ཀྱང་འགྲོ་བ་ཀུན་ལ་གནས་སྐབས་དང་མཐའ་ཐུག་གི་ཕན་པའི་གི་དོན་དུ་ཟེར་བ་གནས་སྐབས་དང་དཀའ་ངལ་དཔེར་ན། སྦྱིན་པ་བཏང་ནས་ཁ་ལག་བྲེལ་བ་ཡིན་ན་གནས་སྐབས་ཀྱི་དཀའ་ངལ་སེལ་ཡོད་རེད་རོ། ཨ་ནེ་ཀྱི་དོ་ལོག་བྲེལ་བ་ཡིན་ན་གནས་སྐབས་ཀྱི་དཀའ་ངལ་སེལ་ཡོད་རེད་རོ། སྨན་དང་ཟ་མ་དང་ག་རེ་རོགས་པ་བྱས་ན་གནས་སྐབས་དཀའ་ངལ་སེལ་ཡོད་རེད་མཐར་ཐུག་གྱོ་གྱོ་སེམས་གྱོ་གྱོ་ཕྱོགས་དུ་སེམས་བསྐྱེད་ནས་ཨ་ནེ་མི་ལ་ཆུ་བཤལ་ཡག་དང་དེ་འདྲའི་གི་རོགས་པ་བྱས་བ་ཡིན་ན་མཐར་ཐུག་གི་ཕན་ཐོགས་ཡོད་རེད་རོ། གནས་སྐབས་ཟེར་བ་དེ་བྲེལ་མོ་རེད་རེད་ད་ངས་ཚོ་མཐར་ཐུག་ཟེར་བ་དེ། ཨ་ཨ་ཏི་མེད་ཟེགས་བླ་མ་རེད་ཨེ་འདྲས་འདྲ་བོ་གྱུར་བ། ཨ་ནི། གདོང་མ་ལེན་པའི་སྐབས་སུ་ག་འདྲས་ཀྱིས་ལེན་དགོས་རེད་ཟེར་ན་ལེན་ས་ག་ནས་ལེན་དགོས་རེད་ཟེར་ན། སློབ་དཔོན་འཇུག་པའི་གདོང་པ་རྣམ་པར་དག་པ་དེ་མ་དངོས་སུ་ཡོད་པའང་ལེན་ས་དེ་འདྲས་ཀྱིས་དགོས་རེད་ཟེར་སློབ་དཔོན་ཟེར་ལ་འོང་དུས་གདོང་པ་ལེན་སའི་གི་མི་དེ་བྱུང་ན་ཡག་ཤོས་དེ་རེད་ཟེར་ཨ་ནི་དེ་སློབ་དཔོན་གྱི་ཡོད་བ་ཀྱིས་སློབ་དཔོན་ཟེར་དུས་མི་འདྲ་བོ་གྱི་ལ་འོ་རོགས་ད་མི་དེ་ཡང་རྒྱུག་པའི་གི་དོ་མ་རྣམ་པར་དག་པ་དང་ལྡན་པ། ཨ་ནི་ཁོ་རང་ལ་དོ་མ་ཡག་པོ་ཡོད་དགོས་རེད་ཁོ་རང་ལ་དོ་མ་མེད་ན་ཡིན་ན་ཨ་ནི་ཁྱོད་རང་དེ་ལགས་པ་ལ་དོ་མ་ལ་ཡང་ཡོད་མ་རེད་དོ་མ་རྣམ་པར་དག་པ་དངོས་སུ་ཡོད་པའང་ད་དེ་འདྲས་ཀྱི་མེད་བ་ཡིན་ན་ཡང། ཨ་ནི། བསྟན་འཛིན་པད་སྒྲོགས་ཀྱིས་ཀློག་ཤོག།

དེ་བཞིན་དུ་ནས་ལགས་པར། དེ་བཞིན་དུ་ནི་འང། འཇུག་སེམས་བླངས་ཏེ་བླངས་པའི་བསླབ་པ་ལའང་རིམ་པ་བཞིན་དུ་བསླབ་པར་བགྱིའོ། ཞེས་ལན་གསུམ་གྱི་བར་དུ་བརྗོད་པར་བྱའོ། སློབ་དཔོན་གྱི་རྗེས་སུ་ཟློས་པ་དང་དངོས་སུ་མེད་ན་ཡང་རྒྱལ་བ་སྲས་བཅས་ཀྱི་རྗེས་སུ་ཟློས་པའི་མོས་པ་བྱའོ། རིམ་པ་བཞིན་དུ་བསླབ་པའི་དོན་ནི། ལུས་སྦྱིན་པར་གཏོང་བ་སོགས་བསམ་པ་མ་ཐག་པར་མི་བྱེད་ཅིང་བྱས་ན། ངེས་པར་འགྱུར་བ་དང། ངེས་པ་མེད་ཅིང་ཚོགས་ཆེན་པོ་ཐོབ་པའི་དུས་སུ་བྱེད་པར་གསུངས་པར་ལྟར་རིམ་པ་བཞིན་དུ་སློབ་པའི་དོན་ཡིན་གྱི། ཨོ་ཡ་འགྲིགས་སོ།
ཨོ། དེ་རེད། བསྟན་འཛིན་སྤེལ་གྲོགས་ཀྱིས་ད་ནམ་རྒྱུན་འདི་ཧ་གོ་རང་འཁྲིད་གོང་ཡོད་བ་དེ་བ་ཏིས་ཨེ་འདྲེ་ཨེ་འདྲེ་བཀག་གི་བཀག་བྱས་བ་ཡིན་ན་གོ་བ་རག་ཡག་ལ་ཁྱེད་པ་ཞུ་ཡོད་རེད་ད།

ལེགས་བྱས་སྐྱོང་བོ་དེ་སྐྱེགས་ལགས་གོ་གོ་སློབ་ཚའི་ཕ་ཁྱེད། ཉི་མ་ཚར་རྫོང་བྱེད་སྐྱེགས་དེ་ཚང་འགྲོ་རེད་ད་ལེགས་བྱས་སྐྱོང་བོ་དེ་སྐྱེགས་ཡོ་བ་ཡིན་ན་འཁྲིད་དེ་ཏག་ཏག་ཟེ་འོ་ཀྱི་ཧ་གོ་བ་ཡིན་ན་ནི་ལོག་རྟོག་དེ་ཚོ་ཡག་པོ་སླེབས་རེད་སྟོང་པ་སྐྱེགས་དེ་བྱེད་ནས་སློབ་ཚའི་རྫོང་བྱེད་སྐྱེགས་ཚང་འགྲོ་རེད་ད་དེ་མ་ཚར་བ་ཡོད་མ་རེད།

བན་ནི་སི་ལ་མ་ར་ཡིན་གྱི་གའི་ནོར་ལོ་ལ། འོ་དེ་འདྲའི་ཀྱི་སྤོམ་པོ་འདྲ་བོ་ཀྱི་ཞག་ཅིག་ད་ཁོ་ཚོ་གི། རྗེས་མ་ངེད་ཀྱི་ནོར་འཁྲུལ་བྱས་པ་ཡིན་ན་སྤོམ་པོ་ཁོ་ཚོ་ཡིད་ཟེར་བའི་གི་སོང་ར་ད་ངེད་ཚོ་སྣ་ད་དེ་འདྲའི་སྐྱིད་བ་ཡིན་ན་སྤོམ་པོ་ཟེར་བ་ཀྱི་གོང་དུ་ཡ། ངེད་ཚོ། འདི་གི། བཀའ་ཤག་ད་ཨ་ནི། སྐྱིད་འདུས་ད་དེ་ཚོ་ཡ་སྐུ་ཚ་ནི་ཡེ་ཡེ་ལ་སྣ་སྣ་སྐྱིད་བའི་ག་ལ་སྤོམ་པོ་ཀྱི་གོང་དུ་ཡ། གར་ཟེར་ན། ཁྲི་སྤོང་ཟེར་བ་དེ་ཚོ་གི་ཀྱེ་ཀྱེ་ཀྱེ་ཀྱེ་ཡིས་ཉི་ཉི་ཉི་ཉི་ཡིས་ས་མི་ལང་མཁན་གྱི་གུང་ཐོག་ཡིས་སྤོང་པོ་དེ་རེད། ད་ལྟ་ངས་ཚོ། བཀའ་བློན་ཁྲི་བ་དང་དེ་འདྲས་ལོང་ཡོང་དུས་ཨ་ནི་ཡིས་ཡང་སྣ་གྱིས་གུང་ཐོག་ཀྱེ་ཀྱེ་ཀྱེ་ཀྱེ་ཡིས་ད་མན་ཞེས་ཀྱེ་བའི་ཉི་ཉི་ཉི་ཉི་ཡིས་ས་ཀུ་ཡིས་མ་ཀྱེ་ལང་མཁན་ཐོག་དེ་སྤོང་པོ་རེད་རོ། འོ་འདི་ཁོ་ཀྱེ་མ། འགྲིག་འདུག་དུ་མ་འདུག་ལྟ་མཁན་སོགས་ཡིད་ལ་འོར་ད་དེ། སྤོང་པོ་ཚོ་ནི། རྨོངས་པའི་བྱང་ཆུབ་ཀྱི་སེམས་ནི་རྨོངས་པའི་བྱང་ཆུབ་སེམས་ཟེར་བ་དེ་ངེད་ཚོ་ཨ་ནེ་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཐོག་ཏུ་རང་ཉིད་སངས་རྒྱས་པར་ཤོག་བསམ་པའི་བསམ་བློ་དེ་བསྐྱེད། བསམ་བློ་དེ་དག་དུས་ནམ་ཡང་མེད་པ་བྱེད་ཀྱི་མིན་དུས་ནམ་ཡང་གིབ་ཨབ་བྱེད་ཀྱི་མིན་བསམ་པའི་བསམ་བློ་དེ་རྨོངས་པ་བྱང་ཆུབ་ཅན་དུ་སེམས་བསྐྱེད་པ་བྱེད། རོ། སེམས་བསྐྱེད་པར་བྱེད་ཅིང་དེ་བཞིན་དུ་ས་དེའི་འོག་ནས་རོ། དེ་བཞིན་དུ། དེ་བཞིན་དུ་ནས། ནས་ཟེར་བ་ནི་ད་ག་ཚེ་རེད། ད་ནི་ད་ཏིང་འཛིན་པའི་རོ་ཡིན་ལགས་སོ། ཡིན་ནོ་རྩ་བ་ནོར་ལྕེ་སླེབ་ཏུ་ཡོད་རེད་ནས་ཟེར་བ་ནི་གཞན་མ་གཏོགས་པ་ལ་འདི་ལ་གོ་ཡ་ཅན་ཡོད་མ་རེད་ཁོ་རྩ་བ་ནོར་ལ། ཚིག་འགྲེལ་དེ་རྒྱག་འོང་དུས་ཁ་མ་ཁྲུ་རིའི་ནོར་ལ་གོང་གི་རྩ་བ་ནོར་ཚེ་གོང་དབུལ་བ་དེ་སྐྱེགས་མ་ལུས་པར་ཚིག་འགྲེལ་རྒྱག་པར་གོ་རེད། འདི་ཚིག་འགྲེལ་རེད་དོ། ཨ་ནི་དེ་ཡིན་པ་ཡི་ཙི་ད་ཟེར། འཇུག་སེམས་ཀློང་དེས་ད་འཇུག་སེམས་ཟེར་དུས་དེ་འཇུག་པའི་གི་སྟོན་པ་ཟེར་བ། འཇུག་པའི་སྟོན་པ་དེ་ག་རེད་ཟེར་ན། ངེད་ཀྱི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་ཡི་བསམ་པའི་བསམ་བློ་དེ་སྐྱིད་པོ་མ་ཡིན་པ། ཨ་ནི་ངའི་དངོས་གནས་ཀྱི་ལག་བསྟར་དངོས་སུ་བྱེད་ཀྱི་ཡི་བསམ་པའི་གི་ད་ལག་བསྟར་དངོས་སུ་ཉི་མ་སོ་གཉིས་ནས་བཟུང་སྟེ་ངའི་དངོས་གནས་ཀྱི Activity འདྲ་བོ་བྱེད་ཀྱི་ཡི་བསམ་པའི་གི་བསམ་བློ་དེ་འཇུག་པའི་གི་སྟོན་པ་སྐྱིད། རློམ་པའི་གི་བསླབ་པ་ལའང་རིམ་པ་བཞིན་དུ་བསླབ་པར་བྱའོ། རིམ་པ་བཞིན་དུ Step by Step ལབ་རོགས Step by Step ག་འདྲེ་ཀྱི་ལབ་ཚུལ་ག་འདྲེ་རེད་འདུག་ཟེར་ན་གཞན་ལན་བཟོང་གྱི་བར་དུ་གྱུར་པ་ཤ་བོ། ད་ལྟའི་སྡོམ་པ་ལེན་པའི་གི་ཆོ་ག་གང་གང་ཚར་གསུམ་རེ་གསུམ་རེ་སྐྱོར་དགོས་རེད་གང་གང་ངེད་ཚོ་དེ་བྱེད་འདོད་ཀྱི་འདུག་ད་ཨ་ནི་དེ་བཀའ་སློང་དང་དེ་ཚོ་ཡི་ལ་ན་སྐྱི་བའི་བཀའ་ལ་ཚར་གསུམ་གསུམ་སྐྱོར་དགོས་འདུག་འོ་དེ་ཡོང་ས་དེ་ནས་ལས་བསྡད་ཀྱི་ཡོད་རེད་ན་སྐྱི་བྱེད་པའི་སྐབས་སུ། དམ་འབུལ་བྱེད་པའི་སྐབས་སུ། ཨ་ནི་སློབ་དཔོན་གྱིས་རྗེས་སུ་ཟློག་པ་དང། རྗེས་སུ་ཟློག་ཟེར་དུས་བློ་ཕོག་གི་དང་པོ་ལགས་རོ། ཨ་ནི། ཇི་ལྟར་སྔོན་གྱི་བདེར་གཤེགས་ཀྱིས་གྱོ་ཆ་ཐོགས་ནས་སྐྱེས་པ་དང་ངལ་འཚོ་ཡ་ལགས་རོ། ཡ། ནམ་རྒྱུན་ཀུ་ཉོ་སོགས་ལ་བདག་ཅག་མཇལ་ལགས་ཀུ་ཉོ་སོགས་ལ་བདག་ཅག་མཇལ་ལགས་གོ། ཡོ། རྗེས་སུ་ཟློག་ཟེར་དུས་རི་པིར་བྱེད་པ་ལགས་རོ། རྗེས་སུ་ཟློག་པ། དང། དངོས་སུ་མེད་ནའང། ད་དངོས་སུ་ད་ནི། ཕའི་བློ་ཕོག་མེད་བ་ཡིན་ན་ག་འདྲས་བྱེད་དགོས་རེད་ཟེར་ན།

རིན་དང་རིན་པ་བཞིན་དུ་བསླབ་པའི་གི་དོགས་ནས། ཚིག་ནོར་ལ་ཀྱོག་ཀྱོག་གི་ཚིག་ནོར་ལ་རིན་པ་བཞིན་དུ་བསླབ་པར་བྱའི་ཟེར་ཡག་ཅིག་འདོགས། Step by Step I Practice ཟེར་ཡག་ཅིག་འདོགས། ད་དེ་ག་རེ་དོགས་གོ་དོགས་ག་རེ་ཟེར་ན། ལུས་སྦྱིན་པ་གཏོང་བ་སོགས། ད་སོ་སོ་གི་ལུས་སྦྱིན་པ་གཏོང་ཟེར་བ་དེ། བསམ་པ་མ་ཐོག་མ་དག་པར་མི་ཤེས་ཅིང། བསམ་པ་མ་ཐག་པར་སི་ལ་འོང་དུས་གྱིན་པ་སྟོང་སྟོང་གོ་བ་གང་ཞིག་ལ་སི་ན་ཤོར་དེ་ཅོག་དེ་འདྲས་ཀྱི་བྱེད་ཡ་ཡོར་བ་ད་ང་རེད་མ་སོ་རིག་རལ་བྱེད་ཡ་འདྲ་བོ་ཡོར་བ་བསམ་པ་མ་ཐག་པར་སི་ལ་འོང་དུས་ང་ཚོ་དེ་ཀྱི་ཡོར་རེད་ང་ཚོ་གྲོང་པའི་ནང་ལ་མེད་ཀྱི་ཡོར་རེད་ང་ཆུང་འཁྱོག་ག་ལ་མེད་དེ་འདུག་ཨ་ནེ་ཞུགས་ལེ་ད་ཁོ་གད་མགོ་གད་མགོ་རེད་ཤག་ཨ། ང་སྤུ་ཆུང་ཆུང་ག་ལ་འཁོར་ལོ་ཕ་ཁྱེད་ལྔ་བཅུ་དྲུག་ཅུ་ཡིན་ས་རེད། ཨ་ནི་མི་དེ་ཚོ་གུ་ལ་འཛུགས་སྐྱེག་འདི་འདྲ་བྱེད་ཞི་ཡོད་རེད་ལབ་འདུག་འཕྲོག་ལག་ཟོག་དུ་ཡོད་རེད་ལབ་འདུག་འདིའི་འཛུགས་འདི་འཚོག་ལག་འཕྲོག་ལག་ཟོག་དུ་ཡོད་རེད་ལབ་འདུག་གར་བྱེད་ནི་འཕྲོག་འཕྲོག་ལག་ཟོག་རེད་ཟེར་བ་ཡིན་ན་ཁོ་ཆུང་ཆུང་ག་ལ་དེ་བྱེད་རེད་ཟེར། ཆུང་པའི་པར་ཟེར་གུ་ཆུང་བྱེད་འུ་ཟེར་ན་ཨེ་འགྲིག་གི་ཕྱི་རོལ་པའི་ཆུ་བྱེ་ཐོག་འདྲ་བོ་ཡིན་ས་རེད་དེ་ནང་པའི་ཆུ་བྱེ་ཐོག་ཡིན་ས་མ་རེད་ང་ཚོ་གི་བུ་གི་སྔོན་མ་ཆུ་བྱེ་ཐོག་ཁ་ཤས་ཕྱི་རོལ་པའི་ཆུ་ཟས་གོ་ན་འདྲ་ད་སྔོན་མ་བུ་དུ་མའི་གི་ཆུ་བྱེ་ཐོག་འོ་འདྲས་ཁ་ཤས་སླེ་འུ་ས་རེད་ཨ་ནི་དེ་འདྲས།

སྐུ་འདི་འདྲས་ཀྱི་དེ་ཞག་ལངས་འདུག་ད་དེའི་ཁ་ཁ་ཤས་ཟེར་དུས་གྲོང་གསེབ་དུ་ཚོ་ཞི་བ་ཞུ་ཧ་གོ་གི་ཡོད་མ་རེད་ཁ་ཤས་དེ་ཡག་པོ་རེད་ཟེར་ཡང་ཁ་ཤས་དེ་དུག་ཀྱག་རེད་ཟེར་ཡང་འདྲའོ་ཁ་ཤས་དེ་དུག་འདྲས་ཤོང་གི་རེད་ཟེར་ཡང་འདྲའོ་ཤེས་ཐེག་དུ་ད་ཁོ་ཐག་ཐུག་ཐབས་ཟེར་ཡག་དེ་ཤོང་ཡག་གོ། སྐབས་དེ་དུས་ཆུ་ཞི་རགས་བྱས་ཆོག་ཡོད་མ་རེད་འོ་འདི་འདྲས་ཀྱི་འདི་གྲོང་འོ་དེ་རེད། ད་དེའི་ཚེག་དེ་ང་ཚོ་ཁ་ཤས་ཁ་ཤས་མཚམས་ཚགས་ལ་ཚེག་ཁ་ཤས་ཨེ་འདྲས་མ་ཀྱེ། གྲོང་དེ་འདྲའི་འདྲ་བོ་མཉམ་དུ་འཁོར་བ་ཤེས་པ་ཡིན་ན་ནི་ཁོ་གཟིགས་འོང་འདྲ་བོ་ཁྱག་འདུག་ག་གར་གསལ་བ་ཡིན་ན་དེ་འདྲའི་གྱི་མ་ཤེས་བྱ་དེ་འོ་དེ་འདྲའི་གྱི་གྱི་ས་རེད་བསམ་བསམ་འདྲ་བོ་ཀྱི། འདི་རེད། རིན་པ་ཆེ་དུ་བསླབ་པར་བྱེད་ཟེར་བ་དེ། བསམ་པ་མ་ཐག་པར་མི་ཤེས་ཀྱིན། ཨ། དང་པོ་དེ་ཀུན་སློང་དུ་མོ་ཀྲི་བའི་ཆེན་དེ་ཡག་པོ་ཀྱི་གོག་ཡོད་རེད་ཟེར་བ་ཀྱིན་པ་གཏོང་བ་ལ་ཨ་ནི་མོ་ཀྲི་བའི་ཆེན་དེ་ཡག་པོ་ཀྱིན་མེད་བ་ལ་ད་ལུས་ཀྱིན་པ་གཏོང་ཟེར་བ་དེ་བྱིན་བ་ཡིན་ན་ཏག་ཏག་ཁྱག་མ་རེད། ཨ་ནི། མ་ཐག་པར་མི་ཤེས་ཀྱིན་ཞེས་ན་ཨ་ས་བསམ་པ་མ་ཐག་པ་ཞེས་ན། ཉེས་པར་འགྱུར་འགྱུར་བ་དང་ཉེས་པ་ཡོང་རེས་རེས་ད་ཐ་ཉིད་དེ་ཁོ་ཀྱི་ཏག་ཏག་མ་ཡིན་པ་ཅི་ཨ་ནི་དེའི་ལུས་དེ། གཟུགས་དེ་མེད་པར་ཅི་མཐའ་མེད་ཐག་ཆུད་དེ་ཏག་ཏག་རེད་མི་འདུག་ཨ་ནི་ཉེས་པ་ཡོང་རེས་ཕན་ཐོག་མ་རེས་འདི་རེས་བྱས་དེ་བ་ཡིན་ན། ཉེས་པ་མེད་ཀྱི་ཚོགས་ཆེན་པོ་ཐོབ་པའི་གི་དུས་སུ། ད་ཁོ་ཉེས་པ་མེད་བ་ཅི་དཀའ་ངལ་མེད་བ་ཅི་ཨ་ནི་དེའི་ལུས་སྐྱིན་པ་གཏོང་བའི་སྐབས་སུ་ཚོགས་ཆེན་པོ་བཟོ་བའི་གི་དུས་ཚོད་ཅིག་སླེབས་ཡ་ཡོད་རེས། ཚོགས་ཆེན་པོ། ཐོབ་པའི་གི་དུས་སུ་ཚོགས་ཆེན་པོ་གསོག་པའི་གི་དུས་ཚོགས་ཀྱི་ལེགས་པར་རེས་ལ་བར་ཐག་ཐོབ་པའི་གི་དུས་སུ་ཟེར་དུས། ཞེས་པར་གསུངས་པ་ལྟར། བ་ལུས་སྦྱིན་པ་གཏོང་དགོས་ན་དེ་དུས་ལ་གཏོང་དགོས་བོ་རེས་གཏམ་འཕགས་པ་འདྲ་བོ་ཀྱི་བྱང་ཆུབ་བསམ་པ་འཕགས་པ་དེ་འདྲའི་ཕྱག་ཡོད་བའི་གེ་མཛའ་ལ་ཨ་ནི་ལུས་སྦྱིན་པ་གཏོང་ན་ཏག་ཏག་བྱ་དགོས་རེས་རང་ད་རིམ་པ་བཞིན་དུ་སློབ་པའི་གི་དོན་ཡིན་ཅེས་རྒྱལ་ཚབ་རིན་པོ་ཆེས་གསེར་འོད་ཟུང་དང་རིན་པ་བྱིན་དང་བརླབ་པར་བྱས་ཟེར་བ་དེའི་ཚེ་དེའི་གོ་ཐོག་ཏུ་ཀླད་ཁག་པོ་ཡོད་ས་རུང་བས་གསེར་འོད་ཞི་བ་ཟུང་དང་རྒྱལ་ཚབ་རིན་པོ་ཆེ་དེ་ལ་རིན་པ་བྱིན་དང་བརླབ་པར་བྱས་ཞེས་པའི་གོ་ཐོག་མཐའ་དེ་དེ་རེད། ལུས་ཀྱིས་མ་གཏོང་མ་ནའི་གོང་ན་གཏོང་ཡ་ཡོད་མ་རེད། དེ་གཏོང་བ་ཡིན་ན་ཉེས་པ་ཡོང་གི་རེད། སློང་རྒྱུགས་བྱེད་ཀྱི་རེད། ཨ་ནི་སྐུལ་སློང་མ་ཐག་པ་ཆགས་ཀྱི་རེད། ཨ་ནི་ལུས་ཀྱིས་མ་གཏོང་ཐུབ་བས་ཀྱི་གནས་སྐབས་ཀྱི་སླད་དུ་ཨ་ནི་གཏོང་དགོས་ཀྱི་རེད་ལབ་ཡོད་རེད། ལམ་དུ།

ཡང་འཇུག་སེམས་དང་འཇུག་སྡོམ་ལེན་པའི་ཆོ་ག་སོ་སོར་བྱེད་པ་ཡང་ཤིང་རྟ་ཆེན་པོ་སུ་གང་གིས་ཡང་བཞེད་པ་མ་ཡིན་ཞིང་མི་འཐད་དོ། སྨོན་པ་སེམས་བསྐྱེད་སྔར་བླངས་ནས་སྤྱོད་པ་ལ་བློ་བརྟུལ་སྦྱངས་ཏེ་འཇུག་སེམས་ཕྱིས་ལེན་པ་ནི་གང་ཟག་གི་ཁྱད་པར་ལ་ཐབས་མཆོག་ཏུ་གྱུར་པ་ཡིན་ལ། དཀྱུས་ཐོག་གཅིག་ལ་དཀྱུས་ཐོག་རེག་བྱ་དཀྱུས་ཐོག་གཅིག་ལ་འགའ་བཞིན་དུ་ལེན་ན་ཡང་རུང་བ་ཡིན་ནོ། ཇི་ལྟར་ལེན་པའི་ཚུལ་སོགས་ནི་སྔར་བཤད་པ་ལྟར་བླ་མ་བདག་ཉིད་ཆེན་པོས་མཛད་པའི་བསྟན་བཅོས་རྣམས་ལས་ཤེས་པར་བྱ་བས་འདིར་མི་སྤྲོས་སོ།

ད་མི་གཅིག་ཁ་ཤས་ཀྱིས་ཚོར་རྩོད་པ་རྒྱག་ཡོད་རེད་ད། དེ་དཔེ་ཆའི་ནང་ལ་ཨེ་འདྲེས་ཡོད་རེད་དོགས་པ་ཡོང་ན་རྩོད་པ་དེ་འདྲས་བཀུག་བཞག་རེད་དེའི་ནང་ལ་རྩོད་པ་དེ་འདྲས་བཀུག་བཞག་རེད་རྩོད་པ་གར་ལབ་འདུག་ཟེར་ན་དེ་འདྲས་ཀྱི་ལབ་འདུག་ཁ་སྐད་གིས་གིས་ལབ་དགོས་རེད་གར་ཟེར་ན། ཁོ་བྱེད་པ་པོ་ཀྱི་གཏོང་ཡོད་ར་དེའི་ཡི་གེ་དེ་འདྲས་ཡོད་མ་རེད་ང་ཡོད་ས་ནས་དེ་འདྲས་ནོར་ཀྱོག་པད་མོང་པོ་འདུག་ད་འཕྲོད་བསྡད་དེ་ཚོ་ནང་ལྷག་ཡི་གེ་ཡི་གེ་མང་པོ་འདུག་ཁ་སྐད་གིས། བདུན་པའི་ཚུལ་ཁྲིམས་སོགས་སྡོམ་པའི་ཚུལ་ཁྲིམས་སོགས་ལྟར་ཏེ་སྡོམ་པ་དེ་ལ་ཚུལ་ཁྲིམས་ལ་སོགས་པ་མང་པོ་ཡོད་རོ། ཚུལ་ཁྲིམས་སོགས་ས་མཚམས་མི་འདྲ་བ་རིམ་ཅན་དུ་སློབ་པར་བྱེད་པ་ནི་དོན་མིན་ནོ། ད་ཁོ་རོག་ཚོ་ཁོ་རོག་ཚོ། ཁ་སྐྱེལ་གྱི་ཨེ་འགྲིག་ཀྱེ། སྡོམ་པའི་གི་ཚུལ་ཁྲིམས་སོགས་ཟེར་བ་དེ་ལ་འགྲེལ་བྱེད་ག་འདྲས་རྒྱག་འགྲོ་ཟེར་ན། ཚུལ་ཁྲིམས་སོགས་ཟེར་བ་ཚུལ་ཁྲིམས་སོགས་ཟེར་བ་དེ་ཚུལ་ཁྲིམས་དེ་ལ་འདིའི་སོམས་ཡིན་གྱི་རེད་ད་གསལ་བོ་ཞུ་བཞག་མི་འདུག། ཚུལ་ཁྲིམས་དེ་ལ་ནམ་རྒྱུན་སོམས་རེད་གར་ཟེར་ན། སོ་ཐར་གྱི་སྡོམ་པ་ཟེར་བ་སྐྱེས། བྱང་སེམས་ཀྱི་སྡོམ་པ་ཟེར་བ་སྐྱེས། གསང་སྔགས་ཀྱི་སྡོམ་པ་ཟེར་བ་དེ་ཚུལ་ཁྲིམས་སོགས་དེ་དེའི་རྫོང་དེ་རེད་དེའི་རྫོང་དེ་ཡིན་ན་པ་སྐྱེས། ཨ་ནེ་སྐྱིད་སྟོང་གི་གང་དྲིས་འདྲ་བོ་ཡིན་པ་ཡིན་ན་དེ་ལ་ཡང་མ་འདྲ་བ་གཞལ་ཡས་ཡོད་ན་ཚུལ་ཁྲིམས་རྫོང་དེ་དྲིས་ཞག་འདོག་ད་ནི་དེ། སྡོམ་པ་རྫོང་ཟེར་བ་དེ་དེ་འདྲའི་ཞག་རེད། སོ་ཐར་གྱི་སྡོམ་པ་ཟེར་བ་དེ་གྲྭ་བ་དང་ཨ་ནེ་གི་སྡོམ་པ་དང། ཨ་ནེ། དགེ་བསྙེན་གྱི་སྡོམ་པ་དེ་སོགས་ལ་ཞག་རེད་སོ་ཐར་གྱི་སྡོམ་པ་ཟེར་བ་དེ་རོ། ཨ་ནེ་དེ་ནི། བྱང་སེམས་ཀྱི་སྟོན་པ་ཟེར་བ་བཅས་ཡོད་རང་བྱང་སེམས་གསུམ་པའི་སྟོན་པ་ལན་ཟེར་བ་སྟེ། ཨ་ནི་གསང་སྔགས་ཀྱི་སྟོན་པ་ཟེར་ལན་ཟེར་ཏེ་དབང་དུ་སོགས་ཆོས་དབང་དུ་སྟོན་པ་བཅས་ཡོད་རང་བོ་དེ་འདྲའི་གཟུང་བྱ་ཚུལ་བཅོས་དེ་ཡིན་གྱི་རེད། ས་མཚམས་མི་འདྲ་བ་རིམ་བསྐྱེད་དུ་སློབ་པར་བྱེད་པ་ནས་ས་མཚམས་མི་འདྲ་བ་རིམ་པ་ཁྱོད་དུ་བསླབ་པར་བྱས་ཟེར་ལམ་འདོགས་ཟེར་རིམ་པ་ཁྱོད་དུ་བསླབ་པར་བྱས་ཟེར་བའི་གི་ཚིག་འགྲེལ་ག་འདྲས་ཀྱང་འདོགས་ཟེར་ན་མི་ཁ་ཤས་ཨེ་འདྲས་ལམ་འདོགས་ཟེར། སྟོན་པ་ཟོམ་དུ་རིམ་པ་ཁྱོད་དུ་བྱུང་གོ་རེ་ཟེར་ཨེ་འདྲས་ཀྱི་ཚིག་འགྲེལ་ཀྱང་གས་འདོགས་ཟེར། སློབ་པར་མཆིས་པ་ནི་དོང་མི་དོ་དེའི་དོང་དག་ཏུ་ནོར་འཁྲུལ་རེད། དེ་འདྲའི་ལ་ཡ་ཡོད་མ་རེད། རིན་པ་ཅན་དུ་བསླབ་པར་བྱེད་ཟེར་བ་དེ་ག་ལ་གྱར་དགོས་རེད་ཟེར་ན། ཨ་ནི། སོ་སོའི་སྐྱེ་བོའི་གནས་སྐབས་སུ་ལུས་སྐྱེན་པ་གཏོང་ཐུབ་དགོས་མ་རེད། འཕགས་པ་ཆགས་ཡོང་དུས་ལུས་སྐྱེན་པ་གཏོང་ཐུབ་དགོས་རེད། རིན་པ་ཅན་དུ་བྱུང་ཟེར་གྱིས་སློབ་སྦྱོང་བྱེད་ཀྱི་ཉམས་ལེན་བྱེད་ཡ་དེ་རིན་པ་ཅན་དུ་ཟེར་གྱར་དགོས་རེད་མ་གཏོགས་པ་ལ་ཚུལ་ཕྲན་འཛོམས་དེ་རིན་པ་ཅན་དུ་གྱར་ཟེར་ན་ཨེ་འགྲིག་དོང་དག་མ་རེད་དེའི་འབྲེལ་བ་བྱ་མཁན་དེ་ཚོ་ནོར་བར་བྱ་ཟེར

པོ་འདི་སྐྱོང་བཅུག་ཡོད་ཐུགས་རྗེ་ཆེ། ཡོངས་འཇུག་གསེར་ཐོག་སུ་མི་ཁ་ཤས་ཨེ་འདྲེ་ལབ་འདུག་སུ་ཡོངས་མི་ཁ་ཤས་ཀྱི་མི་ཁ་ཤས་ཨེ་འདྲེ་ལབ་དེང་འདུག་སུ་ཡོངས་འཇུག་གསེར་ཐོག་འཇུག་དོན་ལེན་པའི་གི་ཆོ་ག་སོ་སོ་རོ་ཞེས་པ་ཡོངས་ཤིང་རྟ་ཆེན་པོ་སུ་གང་གིས་ཡོངས་ཞེས་པ་མ་ཡིན་ཞེས་མི་འདི་ཐོག་སུ་མི་ཁ་ཤས་ཨེ་འདྲེ་ལབ་དེང་འདུག་སུ་བྱང་སེམས་ཀྱི། མཇུག་གསལ་དུ་མཇུག་སྟོང་ལེན་པའི་ཁྱོ་ག་ཟེར་བ་ཅིག་ལོགས་ཀ་ཡོད་རེད་ལབ་དེ་འདོགས་སུ་མི་ཁ་ཤས་ཀྱི། མཇུག་གསལ་ཟེར་བ་ཅིག་དང་ཨ་ནི་མཇུག་སྟོང་ལེན་པའི་གི་ཁྱོ་ག་ཟེར་བ་དེ་འདི་གཉིས་དེ་ཁ་ཁ་ཁྱོ་ག་གཉིས་ཁ་ཁ་ཡོད་རེད་ལབ་དེ་འདོགས་ཚེ་ཁ་ཁ་གཉིས་ཡོད་རེད་ལབ་དེ་འདོགས། འོ་དེ་འདྲས་ལབ་དེ་བ་དེ། ཨ་ནི། ཁྱོ་ག་སོ་སོ་རོ་ཞེས་པ་སེ་ཁ་ཁ་ཁ་ཞེས་འདོགས་སུ་ཁ་ཤས་ཀྱི་ཞེས་པ་ཡང་ཤིང་རྟ་ཆེན་པོ་གང་གིས་ཡང། ཞེས་པདྨ་ཡིད་ཅན་ཤིང་རྟ་ཆེན་པོ་སོགས་ལ་འོང་དུས་ཀླུ་སྒྲུབ་ཐོགས་ཐོགས་མི་དང་དེ་སོགས་ལབ་ཡོད་རེད་འདི་ཚོ་བསོད་རྒྱལ་གྱི་ལབ་ཕྱོགས་མ་རེད་ཟེར་ཏེ་ད་ཨ་ཁོང་རོགས་ཚོ་ལབ་དེ་གི་རེད་མ་གཏོགས་ཨེ་འདྲའི་ལོག་བ་བཞག་ཡ་ཡོད་མ་རེད། ཨ་མི་འཐིག་ཐོགས་ཟེར་དུས་དེ་ཏག་ཏག་མ་རེད། རོ། དེ་གཉིས་བཀག་ཅིག་རོ། མི་གཉིས་ཀྱི་བསམ་ཚུལ་གཉིས་དེ་ནོར་འཁྲུལ་རེད་བཞག། རྨོངས་པ་སེམས་ཀྱི་སྔགས་ཀློང་ནས་སྐྱུགས་པ་ལ། སློབ་འདུག་སྐྱོང་སྟེ་རྒྱུགས་སེམས་ཅི་ལེན་པ་ནི་གང་ཟག་གི་ཁྱད་པར་ལ་ཐག་མཆོག་ཏུ་གྱུར་པ་ཡིན་ལ་ས་ཡག་ཤོས་དེ་འདི་རེད་ཟེར་ག་རེ་འདུག་ཟེར་ན་དང་པོ་རྨོངས་པ་སེམས་སྐྱེད་ཟེར་བ་དེ་སྐྱེད་ཕྱིར་བ་ང་རང་སོང་སྐྱེས་འདུག་བསམ་པའི་བསམ་བློ་དེ་སྐྱེད་དེའི་རྗེས་ནས་ཨ་ནི་སེམས་སྐྱེད་པ་དེ་དུས་ནམ་ཡང་མ་མཐོང་བསམ་པའི་བསམ་བློ་དེ་སྐྱེད་དེ་ནས་ངེད་ཀྱི་གྱར་སེར་གྱི་སྐྱོབ་པ་ལ་བསླབ་གི་ཡིན་བསམ་པའི་བསམ་བློ་རིམ་པ་ཅན་དུ་འགྲོ་ཚུལ་གསོ་བ་དེ་ཡག་ཤོས་རེད་ས་ཡག་ཤོས་ནང་ཡག་ཤོས་དེ་རེད།

དཀྱུས་ཟེར་བ་དེ་དེ་ལ་ལབ་རེད་རོ་ངེད་ཚོ། དཀྱུས་ཐོག་སྐྱེགས་ལ་ཟེར་ལབ་བ་ཡིན་ན། ཁ་ཧ་ཁ་ཧ་མེད་བ་ཆེ་དུས་སྐྱེགས་ལ་ཟེར་ཡག་དེ་རེད་རོ། དུས་ཚོད་སྐྱེགས་ལ་ཨེ་འགྲིག་མ་ཅི་བྱ་བ་མུ་མཐུད་ནས་ཁ་འཁྲིད་ནུས་ཟེར་ལབ་བའི་ཟེར་བའི་གི་དོག་མདའ་རེད་དཀྱུས་ཐོག་སྐྱེགས་ཟེར་དུས་ཁ་འཁྲིད་ནུས་ཟེར་ལབ་བ་རེད་རོ། དཀྱུས་ཁ་ཁ་ཟེར་ལབ་འོང་དུས་དེ་ཚད་ཁ་ཧ་ཁ་ཧ་ས་ཞེ་ཁ་ཧ་ཁ་ཧ་དེ་ལ་དཀྱུས་ཟེར་ལབ་རེད་རོ་དཀྱུས་ཁ་ཁ་དཀྱུས་ཐོག་སྐྱེགས་ལ། རིམ་པ་བཞིན་དུ་ལེན་ན་ཡང་རུང་བ་ཡིན་ནོ།

བླ་མ་བདག་ཉིད་ཆེན་པོ་གིས་མཛད་པའི་བླ་མ་བདག་ཉིད་ཆེན་པོ་ཟེར་བ་དང་རྒྱན་རིན་པོ་ཆེ་རེད་རོ། རྒྱ་ཚ་རིན་པོ་ཆེ་གིས་འདི་དཔེ་ཆ་དེ་རྩོམ་པ་པོ་དེ་རྒྱ་ཚ་རིན་པོ་ཆེ་རེད་བ་རྒྱ་ཚ་རིན་པོ་ཆེ་གིས་བླ་མ་དེ་རྒྱན་རིན་པོ་ཆེ་རེད། བླ་མ་བདག་ཉིད་ཆེན་པོ་མཛད་པའི་གི་ཏའི་ཆུ། རྣམས་ལས། ཁོ་རང་གིས་བརྩམས་བྱས་པ་ཡི་དཔེ་ཆ་དེ་ཚོའི་ནང་ལས་བལྟ་ན། ཨ་ནི། ཤེས་པར་བྱ་བས།

བཟུང་བ་འཇུག་ཟེར་བ་དེ་ད་འཇུག་ཏུ་ཟེར་བ་དེ་རེད་བ་ད་ས་བྱི་བཟང་བུ་ནང་ནས་དང་པོ་དེ་བསྒྱུར་བ་ཟེར་བ་དེ་སོང་ཅིག་དངོས་གཞི་དེ་ཆོག་ཆོད་ཟབ་ཀྱི་སྡོམ་པ་ལེན་པ་དེ་གྱི་རེད་དངོས་གནས་དེ་ཆོག་ཆོད་ཟབ་ཀྱི་སྡོམ་པ་ལེན་བ་ད་འཇུག་ཏུ་ཟེར་དུས་གང་གི་ལུས་ཞེན་ལ་བོར་བ་གང་གི་ལུས་ཞེན་དེ་ད་ག་རེད་ཟེར་བ་ཡིན་ན། བཟུང་བ་འཇུག་ལ་གཉིས་ཡོད་རེད། རང་ག་བ་གོམས་པ་དང་གཞན་ག་བ་སྐྱིད་དུ་བཞུགས་པའོ། གཉིས་ཆེད། རོ། ཞེས་དགའ་བ་སྐྱིད་དུ་བཞུགས་པའོ། ཟེར་ཏེ་འདིའི་བའུ་ཤ་བཤམ་གྱི་ཞོག་གི་ཞོག་ཟེར་བ་འདིའི་ཡི་གེ་ནི་ཕ་ཆེ་ཡིན་གྱི་མ་རེད་དེ། འདིའི་ཡི་གེ་དེ་ཞོག་ཟེར་བ་དེ་ངེད་ཚོ་དེ་རེད་རོ། མཐའ་མ་ཟེར་ཡག་སྐྱོར་བ་འདིའི་ཡི་གེ་དེ་དེ་རེད། མགྱོགས་ཟེར་བ་ཡི་བ་ངེད་ཚོ་མགྱུག་མ་ཟེར་བ་དེ་ཕྱི་ཡི་མགྱུག་མ་ཟེར་བ་སྔ་མ་དེ་ཚོ་ལ་མགྱུག་མ་ཟེར་ལགས་ཡོག་འདིའི་ཡི་གེ་དེ་རེད་དེ། ངེད་ཚོ་དེ་ལ།

གཉིས་ནི་བག་ཡོད་བསྒོམ་པ་དང། གཉིས་དགའ་བའི་གེགས་སེལ། གཉིས་པའི་གེགས་དགའ་བ་བསྒོམ་པའོ། ད་དེ་ཅི་རེད། ད་དང་པོ་དེ་ལ་ག་རེད་ཟེར་ན། ད་ས་སྐྱེས་དང་པོ་དེ་དེ་རེད་དོ། རང་དགའ་བ་བསྒོམ་པ་དེ་ག་རེད་ཟེར་ན། ད་བྱང་ཆུབ་ཀྱི་སྡོམ་པ་བླངས་ཚར་ནས་སོ་སོ་ལ་དགའ་བ་བསྒོམ་དགའ་བ་བསྒོམ་ཡ་ཡོད་རེད། སོ་སོ་ལ་དགའ་བ་བསྒོམ་ཡ་ཡོད་རེད་དང་པོ་དེ་རེད་དོ་སོ་སོ་ལ་དགའ་བ་བསྒོམ་ཡ། སེམས་གཟེངས་བསྟོད་དེ་དགའ་བ་བསྒོམ་པ་ལམ་དང། གཟེངས་བསྟོད་བའོ། བའོ་ས་ད་ད་ད་ན་རུ་བསྟོད་ད་བསྟོད་རེད་ར་བ་ཡིན་ཏེ། ས་ད་ད་ད་ན་རུ་བསྟོད་ད་བསྟོད་རེད་དོ་ཁྱོད་ཚོ།

དེ་འབྲེལ་གྱི་དགའ་བ་གོ་མ་སི་ལ་འོ་རོག་སོ་སོ་སེམས་གར་ཟེར་ན། གཟིངས་ཐག། ཞི་བདེ་གཟིངས་ཐག་ཟེར་ཡ་ཡི་གེ་དེ་རོ་གཟིངས་ཟེར་བ་དེ་གའུ་སག་གི་གི་ས་ནི་མི་གཟིངས་ང་ས་གཟིངས་ཟེར་བ་དེ་ཨ་ནི་གཟིངས་གཏུགས་ཟེར་དུས་ཡག་ཅིག་ཞིའུ་ཅིག་ཆེས་ཐུགས་ཡག་ཞིའུ་ཅིག་སྐྱ་བའི་སྐད་ཆ་རོ་སོ་སོ་ག་བ་གོ་མ་ལ་ག་ཡོད་ཟེར་ན། ད་གྱོང་ཚབ་ཀྱི་མདོ་མ་ལོག་ན་ག་བ་གོ་མ་སི་ད་དེ་ག་རེད་འདུག་ཟེར་ན། ཞེས་ད་བློ་དང་ལྡན་པ་ཡིས། རབ་དང་བྱང་ཆུབ་སེམས་བཟུང་ནས། འཇོག་ཀྱང་རྒྱས་པར་བྱ་བའི་ཕྱིར། སེམས་ནི་དེ་ལྟར་གཟེངས་བསྟུགས་ཏོ། ཟེར་བ། ག་རེ་དུ་ཟེར་ན་ད་དེའི་ནང་ལ། དེ་ལྟར་བློ་དང་ལྡན་པ་ཡིས་བློ་དང་ལྡན་ཟེར་ལའང་དུས་ད་སོ་སོའི་རྒྱུད་ལ་བྱང་ཆུབ་ཀྱི་སེམས་སྐྱེས་སོང་བསམ་པའི་བསམ་བློ་དེ་བློ་ལྡན་ཟེར་བློ་ཟེར་བ་དེ་བྱང་ཆུབ་ཀྱི་སེམས་ལ་བར། བྱང་ཆུབ་ཀྱི་སེམས་དེ་སོ་སོའི་རྒྱུད་ལ

དྭངས་མ་ཟེར་དུས་སེམས་དྭངས་མ་གཙང་མ Fresh འདྲ་བོ་ཞིག་ཆགས་སྐྱེས། བྱང་ཆབ་སེམས་བཟང་ནས་ད་བྱང་ཆབ་སེམས་དེ་སོ་སོའི་རྒྱུད་ལ་སློང་ཚར་བ་ཙམ་མ་ཡིན་པར་མུ་མཐུད་ནས་མ་སེམས་གོག་ཡོད་རོགས་སྟོན་པ་དེ་མུ་མཐུད་ནས་མ་སེམས་གོག་ཡོད་རོགས་ཨ་ནི་བཟང་ནས། མགྱོགས་མགྱོགས་རྒྱས་པར་བྱ་བའི་ཕྱིར། མགྱོགས་ཟེར་དུས་དེ་མང་རྒྱ་ཁབ་ཅིག་མགྱོགས་གི་མགྱོགས་རེད་དོ། མ་འོངས་པ་ལ་རོགས་མཇུག་མ་མུ་མཐུད་ནས་མར

བདག་གིས་མི་དེ་ཚོ་ཀྱེ་སྐྱ་ལག་ཉོས་སོ་ཨ་ར་བོ་ར་འདྲ་བོ་ཅིག་ཀྱེ་ཉོས་ཤ་ཡི་ཆོས་སུ་ཁེལ་མི་འདུག་ཡ་དེ་ཚོ་སྐྱ་ལག་ཨེ་འདྲའི་ད་གང་དུ་སྐྱ་ལག་ཡག་པོ་ཅིག་ཉོས་ཤིག་མི་ཨེ་འདྲའི་འདྲ་བོ་ཞུ་ཆགས་ཡོད། སྐྱ་ལག་མི་དེ་ཚོ་ཡིན་ན་ང་ནན་པར་དེ་ཡི་ཀྱེ་ཀྱེ་ཀྱེ་ཀྱེ་ཡིས་གཉིས་གཉིས་གཉིས་ཡིས་ཀྱེ་འདུག་ཨ་ཡ་མི་ག་གང་ཧམ་གོ་ཡིན་ན་ནན་པར་དེ་ཡི་གུ་ཐོག་ཏུག་ཐོག་གང་ག་དེ་ལ་ནན་པར་དེ་ཡི་ལབ་འདུག་ང་འདི་མི་ཚེ་སྐོར་བྲ་ཆེན་ཅོ་ཅོ་གོ་ཐོ་ར་དེ་ལ་ནན་པར་སུ་ཁེལ་ཡོད་པ་རེད་ཡ་དེ་བོ་ཆེ་ཤོས་ཀྱེ་ནན་པར་སུ་ཁེལ་ཡོད་པ་རེད་ཚ་བཙའ་ཆེན་པོ་གོ་རེད་ཚ་བཙའ་ཆུང་ཆུང་གོ་རེད་ག་རེ་ཆུང་ཆུང་ཞུ་རེད

འོ་དེ་རེད། དེའི་སྲོག་ནི་ད་གོང་ལྟར་བྱང་ཆུབ་སེམས་ཀྱི་དོན་མ་དང་བློ་བཟང་ནི་སོ་སོར་དགའ་བ་གོམས་དགོས་རེད། དགའ་བ་གོམས་མ་ཡིན་ན་མ་འོངས་པ་ལ་འབུད་མཐུད་ནི་ཡ་གྱལ་གཏོང་ཡག་གི་ཁྱད་པ་ཡོད་རེད། དགའ་བ་མ་སྐྱེས་ན་ཨ་ནི་སེམས་དེ་མུ་མཐུད་ནི་སེམས་མ་རེད། རོ། དེ་དེ་ཚོ་འདྲ་བོ་འདུག་དེ་ཚོ་སྐྱེ་སྟོབས་འཇིག་ཐལ་པ་དང་འདྲ་བོ་འདུག། གྲོ་ཁ་ཅིག་ཀློག་ཞོག།
དེ་ལྟར་བློ་དང་ལྡན་པ་བྱང་ཆུབ་སེམས་དཔའ་ཡི་སེམས་རབ་ཏུ་དང་བ་ག་བ་དང་དད་པས་བྱང་ཆུབ་ཀྱི་སེམས་གཉིས་བརྟན་པར་བཟུང་ནས་མི་ཉམས་ཤིང་འཕེལ་བའི་ཐབས་འཇུག་ཀྱང་རྒྱས་པར་ཉམས་སུ་བླང་བར་བྱ་བའི་ཕྱིར་སེམས་ནི་འདི་ལྟར་སྤྲོ་བ་བསྐྱེད་ཅིང་གཟེངས་བསྟོད་དོ། ཇི་ལྟར་ཞེ་ན། ཨ་ཡ། ད་དེ་ལ་དམིགས་བསལ་གྱི་ཚིག་འགྲེལ་པ་ཁྱད་མ་སྐོར་སོགས་འདྲ། དེ་ལྟར་བློ་རྟོག་བརྟན་པ་བྱོལ་བྱ་སེམས་དཔའ།

ཏན་ཏིག་ཅིག་ཡོད། མི་ཡི་གཟིགས་པ་ལེགས་པར་ཐོབ་ཟིན་མི་ལུས་ད་དངོས་གནས་ཀྱི་མི་ལུས་ཚད་ལྡན་གྱི་ཐོབ་སོང་ཟིན་ད་ངར་བ་ད་ལྟ་བར་དུ་ལ་མི་ལུས་རེད་དེ་ཡིན་ན་ཡང་བྱང་ཆུབ་སེམས་ཀྱི་སྡོམ་པ་མེད་བ་ཡིས་ཙ་མི་ལུས་ཚད་དུ་ལྡན་པ་ཅིག་རེད་མི་འདུག་ད་མི་ཡི་གཟིགས་པ་ཟེར་དུས་མི་ཡི་ལུས་ཟེར་ལབ་བོ་ར་ཨ་ནི། མི་ཡི་གཟིགས་པ་ལེགས་པར་ཐོབ་ཟིན་པར་ཐོབ་ལབ་ཞིག་འདུག་ད་དེ་ལ་ཆོག་རོགས་མོ་ཁྱེད་ཚོ་དེ་འདྲའི་ལམ་དུ་ལེགས་པར་ཐོབ་རེད་འདུག་ཁྱོད་ཚོ་ག་ཟེ།

སེམས་བསྐྱེད་ལས་དེ་ར། སེམས་བསྐྱེད་ཅིང་སྡོམ་པ་བཟུང་བའི་དུས། དེང་དུས་བདག་གི་ཚེ་འབྲས་བུ་ཡོད་པར་བྱས་ཤིང་མི་ཡི་སྲིད་པ་ལེགས་པར་ཐོབ་པ་དལ་འབྱོར་གཡོས་པར་བྱེད་པའོ། དེ་རིང་སངས་རྒྱས་ཀྱི་རིགས་སུ་སྐྱེས་པ་བྱང་ཆུབ་སེམས་དཔར་གྱུར་པའོ། སངས་རྒྱས་ཀྱི་སྲས་སུ་ནམ་ཞིག་གྱུར་ན་སྙམ་དུ་སྨོན་པ་དེ་སངས་རྒྱས་སྲས་སུ་ད་གྱུར་ཏོ་སྙམ་དུ་དགའ་བ་བསྒོམ་པའོ། འོ་དེ་རེ་ད་དེ་ལ་དམིགས་བསལ་གྱི་ཚིག་འགྲེལ་ཞུ་དགོས་ས་མི་འདུག་རོ། སེམས་བསྐྱེད་ཀྱི། ད་ཆོག་ཆོག་ཆོག་ཏུ་སེམས་བསྐྱེད་སེམས་བསྐྱེད་ཚུལ་དེ་ག་འདྲ་རེད་ཟེར་ན།

དུས་དེང་དུས་ལ་ཉི་མ་དེ་རིང་ནས་བཟུང་སྟེ་ལ་བ་ར་དྭགས་ཀྱི་ཚེ་ནས་འབྲས་བུ་ཡོད་པར་ཤེས་ཤེས་ད་ཁྲོམ་འབྲས་ཡོད་པར་ཆགས་སོ། མི་ཡི་སྲིད་པ་ལེགས་པར་ཐོབ་པར་མི་ཡི་སྲིད་པ་ལེགས་པར་ཐོབ་པ་དེ་དལ་འབྱོར་དོན་ཡོད་པའི་ཤེས་པའོ། ད་ང་མི་ལུས་དངོས་གནས་ཀྱི་ཚིག་ཏུ་བསྟན་པ་གྱིས་ཆགས་སོ་ངས་ད་ཁྱེད་ཇོ་ཆུ་ཚོང་བའི་མི་ལུས་དེ་ཨ་ནི་དོན་ཡོད་པ་གྱིས་བྱས་ཀྱིས། དེ་རིང་སངས་རྒྱས་ཀྱི་གཟས་སུ་སྐྱེས་པར།

དེ་སྐྱེས། ཨ་ནི། སེམས་དེ་གཉིས་ནི་བག་ཡོད་གོ་མ་ནས་ཟེར་བ་ད་སེམས་དེ་བྱོ་ཁྱེད་སེམས་དེ་སོ་སོའི་རྒྱུད་ལ་སྐྱེས་ཚར་ནས་ད། ཕྱོགས་མེད་ཀྱང་དེ་འདྲས་མ་ཡིན་པར་བ་བག་ཡོད་ཟེར་བ་ད་ངེད་ཚོ་དེར་བ། ག་ནི་ལ་གོ་ན་བག་ཡོད་ཟེར་དུས་ད་ངེད་ཚོ་ཕྱོགས་མེད་ཀྱང་མ་ཡིན་པ་ཟེར་ལབ་གི་མེད་འགྲོ་ད་ཕ་ཁྱེད། དོན་དག་ཡོད་ཀྱང་དེ་འདྲས་ཀྱེར་ལ་ལབ་དགོས་ཀྱེར་བག་ཡོད་ཟེར་ལབ་འོང་དུས། ཕྱོགས་མེད་སྐྱོང་དེ་འདྲའི་སྒྲོག་སྡེ་བ་མ་ཡི་པ་རོ། དག་ནས་དག་གིས་སྐྱེས་ནས་སྐྱོང། དག་ནས་དག་ནས་ཟེར་དུས་ཉི་མ་དེ་རིང་ནས་བཟུང་སྟེ་ལ་འུར་རོ། དག་གིས་ཟེར་དུས་ངས་སྐྱེས་ནས་སྐྱོང། གར་ཡིན་ན་མིན་ན་ཟེར་ཡ་ཇོ་དང་ངེད་ཚོ་སྐྱེས་ནས་སྐྱོང། གར་ག་ལ་ཐོགས་སོང་ན་གར་གྱིས་སོང་ན། རེག་དང་ཐོས་པའི་ལས་བརྩམས་ཏེ་ལ་འོང་དུས་ལས་ཀ་གར་དང་གར་ཡིན་པ་ཡིན་ན། ཨ་ན་བོལ་ཏེ་ཟི་ལ་མི་དོན་ངས་གཙོ་གི་བྱེད་རིག་བ་ཅིག་བྱེད་གི་ཡིན་མ་གཏོགས་པ་ལ་ཨ་ན་ད་ག་ཟེ་བྱེད་གི་མིན་ད་ཅོག་མེ་ཅོག་དེ་འདྲས་བྱེད་གི་མིན་ཟེར་རོ། རེག་དང་མཐུད་པས་ཟི་ལ་འོང་དུས་རེག་དང་མཐུད་པ་ཟེར་དུས་ལས་ཀ་གར་འདོད་གར་བྱེད་བ་ཡིན་ན་ཨ་ན་མཐུད་པ་འགྲིག་པ་མ་འགྲིག་པ་མེད་པ་ཅིག་ཨ་ན་མགོ་བརྩམ་གི་ཡིན་ཟེ་ཟི་ཏྲར་བྱེད་གི་ཡིན་ཟེར་རོ། ཅོག་མེ་བཙུན་པའི་རེག་འདི་ལ། ཅོག་མེ་ཅོག

དྲི་བ། དེ་བྱེད་དུས། སྐྱོང་མེད་བཙུན་པའི་རེག་འདེད་ལ་ད་བྱོ་ཁྱབ་སེམས་ཀྱི་སྡོམ་པ་དེ་བསྐྱེད་ནས་ད་བྱོ་ཁྱབ་སེམས་པ་འཆར་རོ། ད་ཁོ་བཙུན་པའི་གི་རེག་གི་ཆགས་རེད་ཟེར་ལ་འོ་རོ། རྙོག་པར་མི་འགྱུར་དེ་ད་ཤ་རྙོག་ཟེར་བ་དེ་དེ་རོ་ངས་ཚོ་ཁྱོད་རྙོག་པ་ཆགས་སོ་ལབ་འདོག་ངས་ཚོ་ཁྱོད་དུ་གཙང་མ་ཡོད་ཅོག་དེ་ལ་གཙང་མ་མེད་ཅོག་སོ་སོ་དེ་རྙོག་ཟེར་ལབ་རོ་ཁྱོད་རྙོག་པ་ཆགས་སོ་ཁྱོད་རྙོག་སོ་ལབ་འདོག་འོ་དེ་འདྲས་བྱེད་མི་སྲིད་ད་ད་ནངས་ངས་གི་བྱོ་ཁྱབ་སེམས་དེ་ཧྥེར་ཤི་གཙང་མ་ཅིག་ཡོད་འདི་གཙང་མ་ད་རོ་མ་སེམས་ཡིན་མ་གཏོགས་པ་ལ་རྙོག་པར་མི་འགྱུར་རོ་ད་ངས་གི་གར་བྱེད་པ་ན་ད་རྙོག་གཡའ་དང་དེར་བ་དམ་དང་བྱོག་སྐྱོབ་མཆོག་ཏུ་སེམས་བསྐྱེད་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དང་གྲུབ་ཀྱི་ཡིད་བསམ་གྱིས་ཨ་ནི་སོ་གཉིས་ལས་ལྟ་ངན་གྲོགས་ཐོབ་ས་མ་རེད་ད་ལྟ་ཡོང་ས་མ་རེད་ཟེར་ཡག་གི་རྙོག་གཡའ་དེ་རེད་ད་རྙོག་གཡའ་གར་ཟེར་ན་སོ་གཉིས་རེད་དུས་ཨ་ནི་དེ་རེད་ས་མ་རེད་བསམ་པ་ཡིན་ན་རྙོག་པར་གྱུར་པའི་གི་སེམས་ཟེར་བ་དེ་རེད་རྙོག་པར་མི་འགྱུར་དེ་ལྟ་ལ། སྐྱོན
མེད་བཙུན་པའི་རིགས་ལ་ནི་སྐྱོན་མེད་པ་ནི་དྲང་པོ་དྲང་རྐྱང་ཡོད་རེད་ལ་ན་འགྲིག་ཡོད་རེད་ཡོད་གསུངས་རེད།

སངས་རྒྱས་ཀྱི་རིགས་དང་མཐུན་པའི་སྒོ་གསུམ་གྱི་ལས་བརྩམས་ཏེ། ཐོག་མཐའ་བར་གསུམ་དུ་སྐྱོན་མེད་ཅིང་ཡོན་ཏན་འབའ་ཞིག་གིས་བརྒྱན་པའི་བཙུན་པའི་རིགས་འདི་ལ་སྨོན་པ་དང་འཇུག་པའི་བསླབ་བྱ་དང་འགལ་བའི་ཉེས་ལྟུང་གི་རྒྱུད

ད་ང་དཀའ་ངལ་གར་དུ་ཁ་འཁྲིད་སོང་བ་ཡིན་ན། ཁོ་ངེད་ཚོ་ལྟ་ཆོག་ཆོག་སེམས་ཆོག་ཆོག་སེམས་སྐྱེས་ཚར་བའི་ཡིག་རྩ་ངེད་ཚོ་ཆོག་ཆོག་སེམས་པ་ཡིན་པའི་གི་སོགས་རེ་ལབ་ཡོད་རེད། ད་ཆོག་ཆོག་སེམས་པ་ཡིན་པ་ཡིག་རྩ་སྐྱ་སེར་ཡིན་པའི་སྐད་ཆ་རེད་ངེད་ཚོ་ད། ཡབ་དེ། ང་ཚོ་བཟི་ཡིན་པ་ཡིག་རྩ་ཡབ་དེ་སངས་རྒྱས་ལ་བཞག་དགོས་རེད་བཟི་དེ་ཆོག་ཆོག་སེམས་པ་ལ་བཞག་དགོས་རེད། ཨ་ནི་ཡབ་སངས་རྒྱས་ཀྱི་རེག་དང་མཐུན་པའི་ས་སངས་རྒྱས་ཀྱི་ཁར་ལབ་བྱ་བ་དེའི་རེག་དང་མཐུན་པའི་གི་ཏོག་བཟང་ལུས་ངག་ཡིད་བཟང་བྱེད་རོགས་ལས་བརྩམས་ཏེ་གར་དུ་གར་ཡིན་མ་དེ་གོ་བརྩམས་ཏེ་ཐོག་མཐའ་བར་བཟང་དུ།

རྨོངས་སེམས་དང་རྒྱུགས་སེམས་ཟེར་བ་གཉིས་ལ་ཡིན་པ་ངེས་སོ་འོ་དེ་གཉིས་ཀྱིས་ཨ་ནི་མགར་བའི་གི་ཉིས་སྟོང་གི་ད་དེབ་བརེགས་བྱེད་བ་ཡིན་ན་ཨ་ནི་དེ་ཆགས་ཡོད་རེད་ཉེས་པ་དང་ལྟུང་བ་ཟེར་བ་དེ་སྐྱེགས་ཡོད་རེད་རོ་ངེས་ཚོ་དེ་རིང་ཨ་ནི་ཁྱོ་ཁྱོ་གཞན་ལ་ཞེ་དོགས་དྲོ་གི་ཡིད་ལ་སོང་གཉིས་ཞེ་དོགས་དྲོ་གི་མི་ལ་བ་ཡིན་ན་ཉེས་པ་ཟེར་བ་དེ་དང་སྡིག་པ་ཟེར་བ་དེ་དང་ལྟུང་བ་ཟེར་བ་དེ་སྐྱེས་ཡོད་རེད་རོ། ཨ་ན་ཉེས་པ་ལབ་རེད་ལྟུང་བ་ཡོང་ལབ་རེད་རོ། ཁས་ལོང་བྱ་རྒྱུ་ཅན་འགར་བ་ཡིན་ན་ལྟུང་བ་སྐྱེས་སི་ལབ་རེད་ངེད་ཚོ་རྒྱུད་ལ་ལྟུང་བ་སྐྱེས་སི་ལབ་རེད། ཨ་ན། ཁོ་གར་ཟེར་ན་ད་ག་ཟེ་ཁས་ལེན་སྐྱེས་མི་བ་ཡིན་ན། དེ་ལ་སྡིག་པ་ཡོད་རེད་ཉེས་པ་ཡོད་རེད་སི་ལབ་རེད་མ་གཏོགས་ལྟུང་བ་སྐྱེས་སི་ལབ་མ་རེད་ངེད་ཚོ་ཇོ་ཆེན་བཙན་གྱི་དོན་མ་ལེན་ཚར་ན་ཨ་ན་དེའི་གི་དོག་འགར་བ་ཡིན་ན། དེ་ལ་ལྟུང་བ་སྐྱེས་སོང་ལབ་རེད།